མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་སངས་རྒྱས་ལས་རིམ་ལ་སྲིད་ཞི་ནང་སྐྱིད་ཀྱིས་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲ་བྱེད་ལས་ཞུ་རྒྱུ་དང། རྣམ་པ་ལེན་གྱིས་ང་ཚོར་སླར་ཡང་སངས་རྒྱས་ལས་རིམ་འདི་བརྒྱུད་ནས་ཞལ་མཇལ་བྱུང་བ་དེ་ལ་ཡ་ཧ་ཅང་དགའ་པོ་བྱུང། ང་དེ་རིང་གི་སངས་རྒྱས་སྔས་འགྲོའི་ཞུ་མཁན་ཡང་མཁས་གྲུབ་མ་ཡིན། ང་བཀྲ་ཤིས་འབྲུག་སྒྲ་ཡིན། དཔེ་སྟོན་སློབ་གྲྭའི་ཚོགས་ཁང་ནང་དགེ་ལས་སློབ་ཕྲུག་ཚང་འཛོམས་ཐོག་རྒྱལ་ཡོངས་བོད་ཀྱི་ཡིག་གཟུགས་ཉིན་མོ་སྲུང་བརྩི་དང་འབྲེལ་བའི་བརྗོད་གཞིའི་ཐོག་བགྲོ་གླེང་གོ་སྒྲིག་ཞུས་པའི་སྐོར། ཀུན་གཟིགས་པཎ་ཆེན་རིན་པོ་ཆེས་རྒྱ་གཞུང་གིས་བཅད་འདྲི་བྱས་ཏེ་ལོ་ངོ་སུམ་ཅུ་འཁོར་བའི་དུས་དྲན་ཉིན་མོར་སློབ་གྲྭའི་འགོ་འཛིན་བན་ག་རོ་མ་ལགས་ནས་གཏམ་བཤད་ལས་རིམ་གྱི་ནང་མཉམ་ཞུགས་གནང་བ་དང། ས་མོ་སྒྲ་སྤྱི་ཁྱབ་ཡིག་ཚང་གི་མཐུན་འགྱུར་འོག་དཔེ་སྟོན་སློབ་གྲྭ་ནས་རིགས་ལམ་ཉིས་འཛོམས་ཐེངས་གཉིས་པ་བསྐོང་ཚོགས་གནང་བའི་སྐོར། སྐུའི་གོ་ཐོས་སོགས་ཚིག་དང་དགེ་བའི་བཀའ་ཆེམས་རྗེས་དྲན་ཆེད་དཔེ་སྟོན་སློབ་ཁྲིད་ནང་ཏཱ་ལའི་བླ་མའི་སྐེ་ཚེའི་དབུ་འབྱེད་གནང་བ་དང། ཤེས་རིག་ལས་ཁུངས་ཤེས་ཡོན་འགན་འཛིན་རྒན་བསྟན་འཛིན་རྡོ་རྗེ་ལགས་ནས་དཔེ་སྟོན་སློབ་ཁྲིད་དགེ་རྒན་ཆེད་ལས་ཡར་རྒྱས་ཉིན་མོར་ཁྱེད་ཀྱིས་སློབ་ཁྲིད་ཐབས་ལམ་སྐོར་ལ་ཟབ་སྦྱོང་གནང་བའི་སྐོར་བཅས་ཡིན། འདས་པའི་ལོ་གྱི་ཡོངས་གྲགས་སུ་བོད་ཀྱི་ཡིག་གཟུགས་ནི་སློབ་དཔོན་ཆེན་མོ་ཐོན་མིས་བསམ་བོ་ཏེ་ཐོག་མར་གསར་བཟོ་གནང་བའི་རྨང་གཞིའི་སྟེང་དུ་དུས་རབས་མི་འདྲ་བའི་ནང་མཁས་པ་རྣམས་ཀྱིས་རང་གི་རྣམ་དཔྱོད་ལ་བརྟེན་ནས་ཡིག་གཟུགས་བྲིས་རྩོད་སྣ་ཚོགས་གསར་གཏོད་གནང་སྟེ་བྲིས་སྦྱོང་གི་ཉམས་མྱོང་ཁྲོད་ནས་བྲིས་རྩལ་གྱི་གཞུང་ལུགས་དར་སྲོལ་བྱུང་བ་ནས་བཟུང་བོད་ཀྱི་རིག་གནས་སྒྱུ་རྩལ་གྱི་གྲུབ་ཆ་གལ་ཆེན་ཞིག་ཏུ་གྱུར་ཡོད་པར་བརྟེན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་མཚོ་སྔོན་མི་རིགས་དགེ་སློབ་ཆེན་གྱི་གཙོ་སྐྱོང་འོག་རྒྱལ་ཡོངས་བོད་ཀྱི་ཡིག་གཟུགས་ཉིན་མོ་བགྲོ་གླེང་ཐེངས་དང་པོའི་སྐབས། རྒྱལ་ཡོངས་བོད་ཀྱི་ཡིག་གཟུགས་ཉིན་མོ་ཞེས་ལོ་ཟླ་ཕྱི་ཟླ་བཞི་པའི་ཚེས་སུམ་ཅུ་ཉིན་སྲུང་བརྩི་ཞུ་རྒྱུ་གཏན་འཁེལ་བ་བཞིན། འདི་ག་མོན་གཙུག་ལག་དཔེ་སྟོན་སློབ་གྲྭའི་ནང་ཉིན་མོ་འདི་ཇི་ལྟར་སྲུང་བརྩི་ཞུས་པའི་སྐོར་ལ་ཡང་བསྟན་འཛིན་མཆོག་འཛིན་ལགས་ཀྱིས་ང་ཚོར་བཏང་གནང་བའི་གནས་ཚུལ་ཞིབ་ཕྲ་ཁག་ཅིག་ལ་གཟིགས་ཚིག་གནང་རོགས། སྐུ་ཁམས་བཟང།
དེ་ལོའི་སྤྱི་ཟླ་བཞི་པའི་ཚེས་སུམ་ཅུ་ཉིན་དཔེ་སྟོན་སློབ་གྲྭ་ནས་བོད་ཀྱི་ཡིག་གཟུགས་ཉིན་མོ་སྲུང་བརྩི་ཞུས་གནང་ཡོད་པ་རེད། ཉིན་མོ་དེ་ལ་སྐུ་མགྲོན་གཙོ་བོ་རྡ་ས་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་དགེ་ཐུབ་བསྟན་ཡངས་དཔལ་ལགས་གདན་འདྲེན་ཞུས་གནང་ཡོད། ཉིན་དེའི་ཞོགས་པར་ན་ཆུང་སློབ་ཕྲུག་ཁག་ཅིག་གིས་བོད་ཀྱི་ཡིག་གཟུགས་འབྲི་རྩལ་གྱི་གཞུང་ལུགས་ཇི་ལྟར་དར་ཚུལ་དང་དུས་རབས་མི་འདྲ་བའི་ནང་འཕེལ་རྒྱས་ཇི་ལྟར་འགྲོ་ཚུལ་སྐོར་འགྲེལ་བཤད་བཀོད་གནང་སོང། དེ་ནས་གཟི་རིམ་བདུན་པ་ནས་བཅུ་པའི་བར་གྱི་སློབ་ཕྲུག་ཕོ་མོ་བརྒལ་ནས་ཡིག་གཟུགས་གལ་ཆེན་པོ་རེད་ཅེས་པའི་བརྗོད་གཞིའི་ཐོག་སློབ་ཕྲུག་རང་ངོས་ནས་རིག་རྩལ་བཏོན་ཏེ་ཕ་གིས་གཙང་མའི་ཐོག་ནས་བགྲོ་གླེང་འཁྲུག་ཆ་དོད་པོ་གནང་སོང། ཐག་ཚུད་དེར་དགེ་ཐུབ་བསྟན་གཡང་འཕེལ་ལགས་ནས་བོད་ཀྱི་སྐད་གསར་བརྗེ་གི་བརྒྱུད་རིམ་ཁྲོད་བོད་ཀྱི་ཡི་གེ་གཟུགས་ལ་འགྱུར་ལྡོག་ཇི་ལྟར་འགྲོ་ཚུལ་དང་དགེ་ལས་སློབ་ཕྲུག་ཚང་མས་ཡིག་གཟུགས་བྲིས་སྦྱོང་གནང་སྟེ་གྱམ་འདྲེས་སུ་འགྲེལ་བརྗོད་གནང་ཡོད་པ་རེད། དཔེ་སྟོན་གསར་འགྱུར་ཚན་པས་བསྟན་འཛིན་མཆོག་འཛིན་ནས། དབུས་བུད་མེད་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་དགའ་ལྡན་བོད་ཁྱིམ་གཉིས་ཟུང་འབྲེལ་གྱི་ཐོག་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ཟླ་བ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་ནས་བཙན་ཁྲིད་བྱས་ཏེ་ལོ་ངོ་ཧྲིལ་པོ་སུམ་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞོར་དང་ཆབས་ཅིག་བོད་ཁྱིམ་ཚོགས་ཁང་ནང་རྡ་ས་ཉེ་འཁོར་གྱི་སློབ་གྲྭ་ནང་ཁུལ་ཁོང་གི་སྐུ་ཚེ་དང་འབྲེལ་བའི་བརྗོད་གཞི་མི་འདྲ་བ་ལྔ་ཡི་ཐོག་ངག་བཅད་ལས་རིམ་ཞིག་གོ་སྒྲིག་གནང་ཡོད་པ་དང་ལས་རིམ་དེའི་ནང་འདི་ག་དཔེ་སྟོན་སློབ་གྲྭའི་སློབ་མ་ཡང་སྐྱིད་སྒྲོལ་མ་ལགས་མཉམ་ཞུགས་གནང་ཡོད་པ་རེད། ཤར་མ་སློབ་གྲོགས་བསྟན་འཛིན་མཁའ་འགྲོ་ལགས་ཀྱིས་ང་ཚོར་བཏང་གནང་བའི་ཞིབ་ལྟའི་གནས་ཚུལ་ཞིག་ལ་གསན་གཟིགས་གནང་རོགས་ཞུ། སྐུ་ཁམས་བཟང། ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་དང་ཁོང་གི་ཡབ་ཡུམ་དང་ནང་མི་པཎ་ཆེན་རིན་པོ་ཆེའི་ཡང་སྲིད་འཚོལ་ཞིབ་གནང་མཁན་གཙོ་བོ་བྱ་བྲལ་རིན་པོ་ཆེ་ཆེས་རྒྱ་ནག་གཞུང་གིས་བཙན་ཁྲིད་བྱས་ཏེ་ད་བར་མི་ལོ་ཧྲིལ་པོ་སུམ་ཅུ་འཁོར་གྱི་ཡོད་པ་དང་རྒྱ་གཞུང་ཁོ་ནས་མ་གཏོགས་རྒྱལ་སྤྱིའི་གསར་ལམ་ཁག་གིས་ཀྱང་ཁོང་གི་གནས་སྟངས་ཤེས་རྟོགས་ཐུབ་ཀྱི་མེད། ཉིན་མོ་དེ་དྲན་གསོ་དང་སྲུང་གཙི་ཞུ་ཆེད་དབུས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་དང་བོད་ཁྱིམ་སློབ་གྲྭ་ཟུང་འབྲེལ་གྱི་ཐོག་ནས་འབྲེལ་ཡོད་ཇུས་གཞིའི་ཐོག་ངག་རྩིས་ལས་རིམ་ཞིག་གོ་སྒྲིག་ཞུས་པ་དང་ལས་རིམ་དེའི་ནང་དཔེ་སྟོན་སློབ་གྲྭའི་སློབ་མ་ཡང་བསྐྱར་དྲུང་མ་ལགས་ནས་སྐུ་གཟིགས་པཎ་ཆེན་རིན་པོ་ཆེའི་ཡང་སྲིད་བྱུང་རིམ་དང་རྒྱལ་བ་ཡབ་སྲས་གཉིས་ཀྱི་འབྲེལ་ལམ། ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་ཡོད་པ་རེད། དཔེ་སྟོན་གསར་འགྱུར་ཚན་པས་བསྟན་འཛིན་མཁའ་འགྲོ་ནས། ཕྱི་ཟླ་ལྔ་པའི་ཚེས་དགུ་ཉིན་ཞོགས་པ་སམ་བོད་དྲ་བོད་སློབ་ཚོགས་པའི་སྤྱི་ཁྱབ་ཡིག་ཚང་གིས་མཐུན་འགྱུར་རོགས་རམ་གནང་བའི་འོག་འདི་ག་མོན་གཙུག་ལག་དཔེ་སྟོན་སློབ་གྲྭ་ནས་རིགས་ལམ་འདུ་འཛོམས་ཐེངས་གཉིས་པ་སྐོང་ཚོགས་གནང་ཡོད་པ་རེད་འདུ་འཛོམས་དེ་ལ་སྐུ་མགྲོན་གཙོ་དཔེ་འདི་ག་ནེ་ཕོ་ཁྲང་གི་དྲུང་ཆེ་ཡང་ཏན་རིན་པོ་ཆེ་མཆོག་གདན་ཞུས་གནང་འདུག་གཤམ་ལ་སློབ་གྲོགས་བསྟན་འཛིན་དཔའ་མོ་ལགས་ཀྱིས་ང་ཚོར་བཏང་གནང་བའི་གནས་ཚུལ་ཞིབ་ཕྲ་ཁག་ཅིག་ལ་གསན་གཟིགས་གནང་རོགས། སྐུ་ཁམས་བཟང། དཔེ་སྡོད་སློབ་གྲྭ་ནས་སྤྱི་ཟླ་ལྔ་པའི་ཚེས་དགུ་ཉིན་རྡ་སའི་ཉེ་འཁོར་དུ་རྟེན་གཞི་བྱས་པའི་བོད་རིགས་སློབ་གྲྭ་ཁག་གི་ནང་ཁུལ་དུ་རིགས་ལམ་འདུ་འཛོམས་ཐེངས་གཉིས་པ་དེ་སྐོང་ཚོགས་གནང་ཡོད་པ་རེད། འདུ་འཛོམས་དེར་སྐུ་མགྲོན་གཙོ་བོ་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་ཏིག་རིན་པོ་ཆེ་མཆོག་གདན་ཞུས་ལྟར་ཆིབས་བསྒྱུར་གནང་ཡོད་པ་དང་མཉམ་ཞུགས་གནང་མཁན་སློབ་མ་རྣམས་ནས་བོད་ཡིག་དང་ཨང་རྩིས། ནང་ཆོས་བཅས་བརྗོད་གཞི་ཁམས་མི་འདྲ་བ་ཉི་ཤུ་ལྷག་ཙམ་གྱི་ཐོག་རྟགས་གསལ་བཏང་གནང་ཡོད་པ་རེད། བཟོད་སྒོའི་མཐའ་མཇུག་ཏུ་ཡང་ཏན་རིན་པོ་ཆེ་མཆོག་ནས་དགེ་སློབ་རྣམས་ལ ྋགོང་ས་མཆོག་གི་དགོངས་གཞི་གཙོ་བོར་འཛིན་ཏེ་སློབ་གྲྭ་ཁག་གི་ནང་རིགས་ལམ་སློབ་སྦྱོང་གནང་དགོས་པའི་དམིགས་ཡུལ་དང་སློབ་ཚན་ཁག་བསྟན་ཚིག་རིག་པའི་ལམ་ནས་ཁྲིད་པ་ཡིན་ན་སློབ་ཕྲུག་ཚོའི་ནང་དོན་གཏིང་ཟབ་པོ་ཤེས་ཐུབ་པ་སོགས་ཀྱི་སྐོར་ལ་བཀའ་སློབ་ལམ་སྟོན་གནང་སོང་དཔེ་སྟོན་གསར་འགྱུར་ཚན་པའི་བསྟན་འཛིན་དཔའ་མོ་ནས། གོང་ས་མཆོག་ཁོང་གྲངས་དགུ་བཅུ་ཕེབས་པའི་གོ་སྟོན་སྲུང་བརྩི་ལས་རིམ་ཆ་ཤས་སུ། དཔེ་སྟོན་སློབ་གྲྭའི་ནང་ཏཱ་ལའི་བླ་མའི་སྐྱེས་ཚེས་དབུ་འབྱེད་དང། རྒྱལ་དབང་མཆོག་གིས་བྱིན་གྱིས་བརླབས་པའི་བྱང་ཆུབ་ལྗོན་ཤིང། སྐུ་མགྲོན་གཙོ་བོ་ས་འབོ་དྲ་ཕྱེད་སྐད་འགོས་འཛིན་མཆོག་ནས་དེབ་འཛུགས་གནང་ཡོད་པ་རེད། གཤམ་ལ་སློབ་ཕྲུག་བསྟན་འཛིན་རྣམ་དཀར་ལགས་ཀྱིས་ཉིན་མོ་དེའི་གནས་ཚུལ་ཕྱོགས་བསྡུས་གནང་བ་ཞིག་ལ་གསན་གཟིགས་གནང་རོགས་ཞུ། སྐུ་ཁམས་བཟང་སྤྱི་ཟླ་བདུན་པའི་ཚེས་གཉིས་ཉིན་ལྷག་སྐར་གྱི་ཉིན་མོར་དཔེ་སྟོན་སློབ་གྲྭ་ནས་གོང་ས་མཆོག་གུང་གྲངས་དགུ་བཅུ་ལ་ཕེབས་པའི་གོ་སྟོན་སྲུང་བརྩི་ལས་རིམ་གྱི་ཆ་ཤས་སུ་ཏཱ་ལའི་བླ་མའི་སྐྱེས་ཚེས་དབུ་འབྱེད་གནང་བ་དང། གོང་ས་མཆོག་ནས་རབ་གནས་མཛད་པའི་བྱང་ཆུབ་ལྗོན་ཤིང་སྐུ་མགྲོན་གཙོ་བོ་ས་འབོ་སྤྲ་སྤྱི་ཁྱབ་འགན་འཛིན་མཆོག་ནས་སྐྱེད་ཚལ་གྱི་ནང་འདེབས་འཛུགས་གནང་ཡོད། ལས་རིམ་དེ་དང་འབྲེལ་བོད་ལྗོངས་མདོ་སྨད་ཆོལ་ཁའི་སྐུའི་གོ་སྟོན་གོ་སྒྲིག་ཚོགས་ཆུང་ནས་སྐུའི་གོ་སྟོན་ལ་ཕུལ་བའི་རྩོམ་ཡིག་ཕྱོགས་བསྒྲིགས་ཀྱི་དཔེ་དེབ་རྒྱལ་བ་དགྱེས་པའི་ཆེ་འབྲིང་ཞེས་པའི་ནང་དཔེ་སྟོན་སློབ་གྲྭའི་སློབ་ཕྲུག་གྲངས་ཉིས་ས་གཅིག་ནས་རྩོམ་ཡིག་ཕུལ་བ་བཞིན་བོད་ལྗོངས་མདོ་སྨད་ཆོལ་ཁའི་སྐུའི་གོ་སྟོན་གོ་སྒྲིག་ཚོགས་ཆུང་གི་ཚོགས་མི་སྐུ་རོལ་བོད་མི་མང་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་སློབ་ཕྲུག་ཚོར་ལེགས་གསོལ་ཕྱག་འཁྱེར་དང་ཧིན་སྒོར་གཅིག་གཏོང་རེ་གནང་ཡོད་པ་རེད། དཔལ་ལྡན་ས་སྐྱའི་མཚན་དཔེ་བསྟན་འཛིན་རྣམ་དཀར་ནས། འཛིན་གྲྭའི་ནང་དགེ་རྒན་གྱི་གཅིག་གྱུར་སློབ་ཁྲིད་གནང་ཕྱོགས་ནི་རྒྱུན་སྲོལ་དང་ཁྱད་ཆེ་སློབ་ཁྲིད་ཐབས་ལམ་ནི་རྒྱ་ཆེ་སློབ་ཕྲུག་སྒེར་སོ་སོས་དོ་དབྱིངས་དང་རྣམ་དཔྱོད་དགོས་མཁོ་སོགས་གཅིག་ཏུ་འཛིན་ཏེ་རན་འཚམ་གྱི་སློབ་ཚན་འཆར་འགོད་བྱེད་པའི་ཐོག་ནས་ཡར་རྒྱས་མཉམ་གྲོས་ལ་ཁ་ཕྱོགས་པའི་སློབ་ཁྲིད་ཐབས་ལམ་ཞིག་ཡིན། ཐབས་ལམ་འདི་ནི་མདོར་བསྡུས་ན། སློབ་ཕྲུག་སྒེར་སོ་སོའི་གནས་ཚུལ་ལ་གཞིར་བྱས་ཏེ་འགྱིག་ཤོ་མེད་པའི་འཛིན་ཁང་གི་ཁོར་ཡུག་ཁྲོད་དགེ་རྒན་གྱི་ཡར་རྒྱས་ཀྱི་གོ་སྐབས་དང་མཐུན་སྦྱོར་ཇི་ལྟར་གནང་ཚུལ་སྐོར་གྱི་ཐབས་ལམ་ཞིག་ཡིན་འདུག། བརྗོད་གཞི་འདི་ལ་དམིགས་ཏེ་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་འགན་འཛིན་རྒན་བསྟན་འཛིན་བཟོ་བཅོས་ལགས་ནས་དཔེ་སྟོན་སློབ་གྲྭའི་དགེ་རྒན་ཆེད་ལས་ཡར་རྒྱས་ཉིན་མོར་དགེ་རྒན་རྣམས་ལ་བརྗོད་གཞི་འདི་ཡི་ཐོག་ཟབ་ཁྲིད་གནང་བའི་སྐོར་ལ་ཡ་སློབ་གྲོགས་གངས་སེམས་མཚོ་ལགས་ཀྱིས་ང་ཚོར་བཏང་གནང་བའི་གནས་ཚུལ་ཞིབ་ཕྲ་ཁག་ཅིག་ལ་གསན་གཟིགས་གནང་རོགས། སྐུ་ཁམས་བཟང། དཔེ་སྟོན་སློབ་གྲྭའི་དགེ་རྒན་ཆེད་ལས་ཡར་རྒྱས་ཉིན་མོར་སློབ་གྲྭ་ནས་འབོད་སྐུལ་ཞུས་པ་བཞིན་ཟླ་བརྒྱད་པའི་ཚེས་བཅུ་དྲུག་ཉིན་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་འགན་འཛིན་རྒན་བསྟན་འཛིན་རྡོ་རྗེ་ལགས་ནས་རེས་གཟའ་སྤེན་པའི་ཉིན་རྒྱབ་ཏུ་དཔེ་སྟོན་རྒན་ལགས་རྣམས་ལ་ཆེད་དུ་ཁྱེད་ཀྱི་སློབ་ཁྲིད་ཐབས་ལམ་སྐོར་ལ་ལམ་སྟོན་གཟབ་ཁྲིད་གནང་ཡོད་པ་རེད། སྐབས་དེར་ཁོང་གིས་རྒན་ལགས་རྣམས་ལ་གཙོ་བོ་སློབ་ཕྲུག་སྒེར་སོ་སོའི་རྣམ་དཔྱོད་དང་དོ་དབྱིངས་གཞིར་བྱས་ཏེ་འཆར་འགོད་བྱས་པའི་སློབ་ཚན་ཁྲིད་ཐབས་དང་ཉིན་རེའི་སློབ་ཕྲུག་སྒེར་སོ་སོའི་ཡར་རྒྱས་ཀྱི་སྦྱངས་འབྲས་ལ་དབྱེ་ཞིབ་བྱས་ཏེ་འགྱིག་ཤུབས་མེད་པའི་འཛིན་གྲྭའི་ཁོར་ཡུག་གི་ཁྲོད་ནས་སློབ་ཕྲུག་སྒེར་སོ་སོར་ཡར་རྒྱས་གཏོང་རྒྱུའི་གོ་སྐབས་དང་ཁོར་ཡུག་ཇི་ལྟར་བསྐྲུན་དགོས་པའི་སྐོར་ལ་ལམ་སྟོན་གཟབ་ཁྲིད་གནང་སོང། དཔེ་སྟོན་གསར་འགྱུར་ཚན་པས་གངས་སེམས་མཚོ་ནས།
དེ་རིང་ང་ཚོས་གསར་འགྱུར་ལས་རིམ་ཚང་མ་བརྙན་འཕྲིན་ཞུས་ཟིན་པ་ཡིན། རྣམ་པ་ལེན་རྗེས་ང་ཚོ་རྗེས་མའི་ལེ་ཚན་ནང་མཇལ་ཡོང། བཀའ་དྲིན་ཆེ།